རྒྱ་ནག་དམར་ཤོག་ཚོགས་པའི་སྐབས་ཉི་ཤུ་པའི་ཚང་འཛོད་གྲོས་ཚོགས་ཐེངས་གསུམ་པ་ཞེས་པ་དེ་ཁ་སང་ཚེས་བཅོ་ལྔ་ཉིན་ནས་ཚོགས་འགོ་ཚུགས་པ་དང་ཚོགས་འདུའི་ཐོག་ལ་རྒྱ་ནག་གི་དཔལ་འབྱོར་ཉམས་ཆག་འགྲོ་བཞིན་པའི་གནད་དོན་སེལ་ཐབས་ཀྱི་ལམ་ཁ་ཞིག་འཚོལ་ཐུབ་མིན་དང་ཞི་ཅིན་ཕིང་གིས་ག་དུས་ན་ཡང་ཆབ་སྲིད་ཀྱི་བདེ་འཇགས་དེ་དཔལ་འབྱོར་ལས་གལ་འགངས་ཆེ་བའི་སྲིད་ཇུས་ཡིན་སྲིད་ཆུ་མཛོད་ཕྱོགས་དེའི

རེད་ད་རྒྱ་ནག་དམར་ཤོག་གིས་ཁོ་ཚོས་ཚོགས་ཆེན་ཚོགས་སྐོར་བ་ཚོགས་ཆེན་རེའི་རིགས་ལ་ནག་ལོག་ཡག་ཡིན་ན་ཚང་འཛོམས་གྲོས་ཚོགས་ས་དེ་ཁ་ཤ་ཞིག་ཚོགས་གི་རེད། ཚང་འཛོམས་གྲོས་ཚོགས་ས་དེ་ནང་གཙོ་བོ་ཡིན་ན་རྒྱ་ནག་དམར་ཤོག་གི་ད་གུ་དྲི་མཐོ་ཤོས་དེ་གའི་པན་ཆེན་ད་རིང་ཚོགས་འདུ་ནང་ངས་ཚོད་དཔག་བྱས་ན་མི་སུམ་བརྒྱ་ལྷག་ཟིག་ཡོད་རེད་བསམ་གི་འདུག་ཚང་འཛོམས་གྲོས་ཚོགས་དང་པོ་ཚང་འཛོམས་གྲོས་ཚོགས་གཉིས་པ་ཚང་འཛོམས་གྲོས་ཚོགས་གསུམ་པ་བཞི་པ་ལྔ་པ་ཞེས་ཚོགས་རེད། ཡིན་ནའི་སྤྱི་ཚང་ཆེ་མོ་ཚང་འཛོམས་གྲོས་ཚོགས་གསུམ་པ་ས་དེ་མང་ཆེ་ལོ་རྒྱུས་ཐོག་ལ་ཡ་ད་གནད་འགག་རེད་ཅེས་ག་རེ་ཡིན་ན། གང་ལྟར་སྤྱིར་བཏང་བྱས་པ་ནི་ཚོགས་འདུ་གལ་ཆེན་པོ་ཞུམ་བསྡད་མ་དགུ་ཅིག་ཡིན་ན་ཐེངས་གསུམ་པ་ས་དེ་བྱུང་བར་རྟགས་འདི་སྐད་གྲགས་ཆེ་ཤོས་དེ་ཡིན་ན་བདུན་ཅུ་དོན་བརྒྱད་ལོར་ཏེང་ཞའོ་ཕིང་སྐབས་རེ་ཡར་ཚང་འཛོམས་གྲོས་ཚོགས་གསུམ་པ་ས་དེ་ཚོགས་བཅས་ཡིན་ན་ད་ད་ལྟའི་རྒྱ་ནག་གི་བསྒྱུར་བཅོས་དང་ད་ལྟའི་ཡོད་པ་དེ་གའི་གང་དགའ་ལོག་འདི་ནས་འགོ་བཙུགས་བཅས་བྱུང་བ་རེད། ཨེ་འདིའི་རྗེས་ལ་ཆ་བཞག་མིན་ན། གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་ཡིན་ནའི་རེད། ཉིས་སྟོང་གསུམ་ལོར་ཡིན་ནའི་རེད། ཐ་ན་ཕ་ཞག་ཞི་ཅིན་ཕིང་ནི། སྲིད་འཛིན་བྱས་ཚར་ནས་ཡིན་ན་ཉིས་སྟོང་བཅོ་གསུམ་ལོག་གི་ཚང་འཛོམས་གྲོས་ཚོགས་འདིའི་སྐབས་ལས་ཡིན་ནས་ཞི་ཅིན་ཕིང་གི་ཏོག་བསྒྱུར་བཅོས་ཀྱི་སྲིད་ཇུས་གསར་པ་འདི་མ་གོ་སྟོན་པར་ལྟ་རྗེས་ལག་བསྟར་བྱུང་ཡོད་མ་རེད་ལས་ཡིན་ནས་ཚང་འཛོམས་གྲོས་ཚོགས་དེ་ག་དུས་ཡིན་ནས་རྒྱ་ནག་གི་བསྒྱུར་བཅོས་ཀྱི་སྲིད་ཇུས་དང་སྲིད་ཇུས་འགྱུར་ལྡོག་དང་ལྷག་པར་དུ་དཔལ་འབྱོར་དང་འབྲེལ་བའི་སྲིད་ཇུས་འགྱུར་ལྡོག་ཆེན་པོའི་ཚོགས་འདུ་འདི་ཆགས་བསྡད་ཡོད་ཙང་ད་ད་ལྟ་ཡིན་ན་ད་རིང་གི་ཚོགས་འདུ་འདི་ད་ད་རྒྱ་རྒྱ་ནག་ལ་ཡང་དཔལ་འབྱོར་དཀའ་ངལ་མང་པོ་ཞིབ་ཞིབ་འཕྲད་བྱས་བསྡད་ཡོད་རེད་འདི་འདྲས་སུ་འཛམ་གླིང་ཚང་མ་ལོག་དོ་སྣང་བྱས་དང་འདི་ག་འདི་དམིགས་བསལ་ད་ལོ་གར་བྱུང་འདུག་ཟེར་ན་རྒྱུན་དུ་ཡིན་ན་ད་ཚང་འཛོམས་གྲོས་ཚོགས་དེ་ཡིན་ན་དམར་ཤོག་གི་ཚོགས་ཆེན་འཚོགས་ཚར་བའི་རྗེས་ཀྱི་ལོ་དེའི་ཟླ་བ་བཅུ་གཅིག་བཅུ་གཉིས་ནང་ཚོགས་དེ་ལས་ད་ཟླ་གཉིས་ལོར་དམར་ཤོག་ཚོགས་ཆེན་འཚོགས་པ་རང་ད་ལྟ་བུ་དོ་ཧ་ལམ་ལོ་ཕྱེད་ཀ་ཚེ་བཅད་ནས་དུས་འགྱངས་བྱེད་ཀྱི་བསྡད་པ་ད་དུས་འགྱངས་བྱེད་དགོས་ཡ་རྒྱུ་མཚན་ད་དུས་ཚོད་རྒྱ་ནག་གཞུང་གི་གསལ་བཤད་ག་ག་བྱས་ཡ་མ་རེད་དེ་འད་མང་པོ་སྤྱིར་བསྟན་བྱས་ཡིན་ན་ད་རིང་འདི་ལ་ཡང་མི་མང་པོ་ཅིག་ག་དོ་སྣང་ཆེན་པོ་དང་ད་རེ་བ་བྱེད་ཉན་རེད་ཡང་རེ་བ་མེད་ཉན་རེད་ད་འད་མང་པོ་བཤད་ཀྱི་འདུག། ལས་བྱེད་དག་ད་ལན་གྱི་ཚོགས་འདུ་དེ་དག་ཁ་སང་ཚེས་པ་བཅོ་ལྔ་ནས་འགོ་ཚུགས་རྗེས་ཉིན་གྲངས་བཞི་ལ་འཚོགས་ཀྱི་རེད་འདུག་མི་མང་པོ་ཞིག་གིས་ད་ལན་གྱི་ཚོགས་འདུ་ཐོག་ལ་ཞི་ཅིན་ཕིན་གྱི་ཆབ་སྲིད་ཀྱི་སྲིད་བྱུས་དེ་ལ་ཅིས་འགྱུར་བ་བཏང་དོགས་ཁ་པོ་རེད་དེ་ཡིན་ནས་དཔལ་འབྱོར་སྐོར་གྱི་སྲིད་བྱུས་དེ་ལ་ཅིས་བཅོས་སྒྱུར་བཏང་ཡག་གི་དེ་འདྲ་རེ་བ་དང་ཚོད་དཔག་བྱེད་ཀྱི་འདུག་དེ་འདྲ་ཞི་ཅིན་ཕིན་གྱིས་འགྱུར་བ་དེ་འདྲ་བཏང་སྲིད་ཀྱི་རེད་རེད་ད་ད་འདི་མོ་འདི་འདུག་བལྟས་པ་ཡིན་ན་ད་ང་ཚོ་ཚོགས་འདུ་འཚོག་གི་ཡིན་ཞེས་ཀྱི་ཟླ་བ་གསུམ་བཞི་གོང་ཡར་མར་གསལ་བསྒྲགས་བྱས་པ་རེད་བྱས་པ་ནས་ད་འདི་མོ་འདུག་དྲིལ་བསྒྲགས་དེ་གའི་གང་མགོ་ལོག་གིས་ཁོའི་ཚིག་རེ་གཅིག་དེ་གའི་ཚང་མའི་ནང་ནས་སྒྲུག་བྱས་མང་ཤོས་ཀྱིས་ག་རེ་བེད་སྤྱོད་བཏང་གི་འདུག་ཟེར་ན་བསྒྱུར་བཅོས་ཟེར་ཏེ་བེད་སྤྱོད་བཏང་གི་འདུག་ད་བསྒྱུར་བཅོས་མུ་མཐུད་བྱས་གཏིང་ཟབ་བྱས་ཡ་ཟེར་ཏེ་དཔེ་ན་ཆ་བྱམས་ན་ཁལ་ཁལ་གཉིས་རང་གཟའ་ཟླ་བའི་ཉིན་ག་དེ་དེ་ཡིན་ནའི་རེད་ཡང་གཟའ་ཉི་མའི་ཉིན་ག་དེ་ཤིན་ཧྭ་ཡིན་ནའི་རེད་གཟའ་ཟླ་བའི་ཉིན་ག་དེ་རྒྱ་ནག་གི་དམར་ཤོག་གིས་ཡང་བརྙན་འཕྲིན་ཐོག་ལས་ད་བསྒྱུར་བཅོས་པའི་གཏིང་ཟབ་བཏང་དགོས་རེད་ཟ་ཅིག་གིས་ད་རིང་གི་ད་ཚོགས་འདུའི་ག་སོ་རེད་ཅིག་གི་དོན་དག་རེད་གཙོ་བོ་དེ་ཡིན་པའི་ཟུར་བཤད་འདུག་ད་ཡིན་ནའི་ལས་བསྒྱུར་བཅོས་ཟེར་ཁོ་རང་ཚིག་ཁོ་རང་ལ་ཡག་ཅིག་གི་མི་སྤྱི་དང་གོ་ཚུལ་ཙམ་པ་བསྒྱུར་བཅོས་ཟེར་ཙམ་པ་ད་ཏང་ཞའོ་ཕིང་གིས་རྒྱ་ནག་དེ་ཉེ་ལ་མའོ་ཙེ་ཏུང་སྐབས་ཀྱི་དེ་ནས་ཡིན་ན་བསྒྱུར་བཅོས་བཏང་ཆེད་སྒོ་ཕྱེ་ཡག་དང་སྤྱི་ཚོགས་འགྱུར་ལྡོག་བཏང་ཡག་དང་དཔལ་འབྱོར་འགྱུར་ལྡོག་བཏང་ཡག་ལས་ཀ་མ་གུ་ཞུ་བྱས་བྱས་སྤྱི་བཏང་བྱས་ནས་ད་ཡག་རེད་དང་གུ་ཡངས་འགྲོ་ཡག་ཅེས་བསམ་ཁོག་ཁོར་བ་ད་ཡིན་ན་ལས་བསྒྱུར་ཆུད་ཟེར་སྟག་ལྤགས་ར་ཅིག་ཡིན་ན་གུ་ཡངས་འགྲོ་ཟེར་དེ་ངེས་པ་གལ་ཡོད་མ་རེད་ལ་འདི་འདས་སོང་ད་ཞི་ཅིན་ཕིང་གི་ད་ལྟ་བུ་ཐོ་ད་བསྒྱུར་ཆུད་བཏང་གིན་ཟེར་ཐེངས་མང་གུ་ལོ་བར་དུ་ལས་བསྒྱུར་ཆུད་དེ་ཚོ་མང་ཆེ་ཡིན་ན་བསྡུར་བཏང་ཡག་མེད་བཞིན་གང་ཐག་ཅིག་ཡར་བཏང་ཡག་འདས་མ་བྱུང་བས་ཟུར་ཆོ་རེད། དེ་ནས་ཡིན་ན་དཔལ་འབྱོར་བསྒྱུར་བཅོས་གི་ཚེ་ཏང་ཐུགས་རེ་ཟ་དེ། ཏང་དེ་རྒྱ་ནག་གཞུང་གི་བཤད་ཡ་འདི་ལྟ་མང་པོ་ཞིག་འདུག་དཔེ་འཆལ་ཞིབ་ན་ཞིང་ཁུལ་ལ་ཡང་བསྒྱུར་བཅོས་ཆེན་པོ་གཏང་གིན་སྲིད་ཨ། ད་ག་ནང་བཞིན་ཡིན་ན་རྒྱ་ནག་གི་ཁྱོན་ཡོངས་ཀྱི་དཔལ་འབྱོར་དེ་ཡིན་ན་ད་དེང་དུས་ཅན་དང་ལྷག་པར་དུ་གསར་གཏོད་ཀྱི་རང་བཞིན་ཡོད་པའི་དཔལ་འབྱོར་དེ་ཚོར་བསྒྱུར་བཅོས་གཏང་གིན་བྱེད་བྱེད་མང་པོ་ཞིག་ལབ་སུ་ལས་ཡིན་ནས་དོར་བ་དཔལ་འབྱོར་ཉམས་ཞིབ་བྱེད་ཉན་སྟངས་དེ་ཚོ་མང་པོ་གཅིག་ཟེར་ཡ་བྱས་པ་ཡིན་ན་དེ་ཚོ་ཞི་རག་ཡོང་ཡག་ཡིན་ན་ཁག་པོ་རེད་ཟེར་ཅེས་ལག་ཁུ་དུ་དཔེ་མཆན་བཤམས་ན་ཁྱད་ས་རང་ཨ་འདི Wall Street Journal ཟེར་དེ་ཨ་མི་རི་ཀའི་གསར་ཤོག་འདིའི་ཐོག་ལ་ཡང་གནས་ཚུལ་སྤེལ་ཡག་བྱས་པས་ན་དང་པོ་དེ་ཨ་ནི་རྒྱ་ནག་གི་ད་དཔལ་འབྱོར་ལ་ཡང་བསྒྱུར་བཅོས་ཨེ་ནི་ཡོང་ཡག་ཁག་པོ་ཡིན་པའི་རྒྱུ་མཚན་གཙོ་བོ་གཅིག་ག་ཟེར་ན་ད་ཞི་ཅིན་ཕིང་མ་ཚང་གཅིག་གི་དཔལ་འབྱོར་ཐོག་ལ་ཡང་ཡིན་ན་བསྒྱུར་བཅོས་བཏང་ཡག་གི་འདོད་པ་དང་དེ་ཡོད་པ་ཡིན་ན་ལས་ཨ་ནི་ཞི་ཅིན་ཕིང་གིས་ད་ལས་འགན་གལ་ཆེ་ཤོས་རེ་ཡིན་ན་དེར་བསྐྱལ་ས་ཡིན་ན་ད་ཆབ་སྲིད་ཀྱི་ལས་འགན་དེ་རེད་བྱས་ཙང་ཆབ་སྲིད་དེ་ལས་འགན་སོང་ཙང་ཡིན་ན་ད་དཔལ་འབྱོར་དེ་བདུན་ལ་ཡ་གལ་ཆེ་ཤོས་ཅིག་རེད་ཅེས་བྱས་ཡིན་ན་བསྒྱུར་བཅོས་བཏང་ཅིང་དངོས་གནས་དཔལ་འབྱོར་ཡར་རྒྱས་བཏང་ཡང་ཡིན་ན་ཞི་རགས་ཀྱི་ཕལ་ཆེན་ཁག་པོ་ཡོང་གི་རེད་ཅེས་བཅའ་ཁྲིད་བཞག་ཨ་འདི་གང་ལས་སྔ་ཕྱི་དོན་དག་གཉིས་ཡོད་རེད་གསུངས་འདུག་གཅིག་ནས་ཡིན་ན་ད་ཞི་ཅིན་ཕིང་དེར་བསྐྱལ་ས་ཡིན་ན་ཆབ་སྲིད་གཙོ་བོ་ཡིན་དུས་ཙམ་པ་དཔལ་འབྱོར་ཡར་རྒྱས་མ་ཡོང་ཡང་རྒྱུ་མཚན་དེ་གཙོ་བོ་དེ་ནི་ད་ཞི་ཅིན་ཕིང་གི་ཆབ་སྲིད་གཙོ་བོ་བཞག་དང་དཔལ་འབྱོར་གཙོ་བོ་མ་ཆགས་ཙང་བྱུང་བའི་དཀའ་ངལ་རེད། དེ་ལ་ཡིན་ན་བསྒྱུར་བཅོས་བཏང་ཡས་དེ་ནི་ཞི་ཅིན་ཕིང་གི་ཁོ་རང་གི་ཆབ་སྲིད་ལྟ་བའི་ཐོག་ནས་བསྒྱུར་བཅོས་བཏང་ཁག་པོ་ཡོད་ཁྱེད་གསུངས་འདུག་ཨ་དེ་ལས་གལ་ཆེ་ཞིག་ག་རེད་ཟེར་ན་ད་ད་ལྟའི་དུས་ཚོད་སྐོར་ལོ་ག་རེད་སྟག་ཤོག་བྷིང་གས་ཡིན་ན་བསྒྱུར་བཅོས་བཏང་པའི་སྐབས་དེ་ནི་བསྒྱུར་བཅོས་བཏང་དེ་བཞིན་ལྷག་ཡོད་རེད་དཔེ་ཅི་ཞེ་ན་ཕྱི་རྒྱལ་གྱི་དོག་པ་ལ་ཡང་དཔལ་འབྱོར་དང་དེ་སྐོར་བཤད་པའི་སྐབས་དེ་ཁོ་ཚོས་བཤད་སྲོལ་བྱུང་རེད་དོག་པ་གཅིག་གི་ཀུ་ཤུ་དང་པོར་བྱེད་མི་ན་རྟ་ཀུ་ཤུའི་སྡོང་ཁུལ་འོག་ཟླ་བ་སྐྱེལ་ཐེངས་ཀྱོག་ཀུ་ཤུ་སྐྱེལ་དུས་ཡིན་ན་ཀོག་ཅིག་ཟ་ཆོག་ཆོག་ཡོད་རེད་པ། ཡིན་ནའི་རྩེ་ལ་སྐྱེལ་མགྱོགས་དེ་ཚོ་ཡིན་ན་ཁ་ཁོག་ཡོད་རེད་ཟོག་ཡ། དེ་འདྲའི་ནང་བཞིན་བཅད་བཅད་ཡིན་ན་ཏང་ཞའོ་ཕིང་སྐབས་ཀྱི་བསྒྱུར་བཅོས་དེ་ཡིན་ན་ཀོག་བདེ་པོ་ཡོད་པ་དེ་གའི་རྒྱལ་སྤྱི་རེད་ད་ད་རི་ག་སི་ཡིན་ན་ཞི་ཅིན་ཕིང་སླེབས་པའི་སྐབས་དེ་ཡིན་ན། རྒྱ་ནག་རྒྱལ་ནང་ཡིན་ནའི་རེད་རྒྱ་ནག་གི་རྒྱལ་སྤྱིའི་གི་ཁོར་ཡུག་ཡིན་ནའི་རེད་སྔ་མོ་ནང་བཞིན་བཅད་བཅད་ཡང་ཡིན་ན་བསྒྱུར་བཅོས་ཆེན་པོ་བཏང་རྗེས་རྒྱ་ནག་ལ་ལྕེ་ལག་མ་ཁུར་བཟོས་ཕྱིར་ལོག་བཙོང་དེ་འདྲས་བྱེད་ཁག་པོ་ཡོད་རེད་འདི་འདྲས་སོང་ཙང། སྒྱུར་བཅོས་འདི་ལ་ཡ་རོ་ཞེས་ར་བྱེད་ངས་ཨ་ནེ་མི་ཧ་ཅང་ཉུར་ཉུར་བྱ་མང་ཆེ་གིས་ར་སྒྱུར་བཅོས་ཆེན་པོ་བཏང་ཐུག་མ་རེད་ངས་མང་ཆེ་རེད་བྱ། ལས་སད་ད་སྤྱི་དང་ཞི་ཅིན་ཕིན་གི་སྐབས་ལ་ད་སྲིད་ཇུས་མང་པོ་ཅིག་ད་སྔ་མ་ཏེན་ཞཱ་ཕི་ག་ལ་ད་མ་འདྲ་དང་སྐབས་རེ་ཡང་ཅིག་ད་བློ་རྒྱ་གི་དེ་འདྲ་སྣང་བ་ཅིག་ཡོང་གི་རེད་དཔེར་ན་ད་རྒྱ་ནག་གི་དཔལ་འབྱོར་འགྲོས་ཕྱོགས་འདྲ་ཅིག་ན་ད་སྔ་མ་ཡིན་ན་ད་ཁྲོན་ར་དཔལ་འབྱོར་གཙོ་བོ་བཟུང་གི་རེད་དེ་ད་དེ་རིགས་ཁ་སང་ཡང་ཅིག་འཆར་གཞི་དཔལ་འབྱོར་ད་རྒྱལ་ཁབ་དང་གཞུང་གཙོ་བོ་བྱས་ནས་ཆབ་སྲིད་ཀྱི་འགྲོས་དང་དཔལ་འབྱོར་གྱི་འགྲོས་དང་བཅས་རེད་ད་དེ་ཚོད་ཀྱི་ཡང་སྲིད་ཅུ་ལག་ལེན་མང་པོ་ཅིག་བསྟར་ཡོང་གི་འདུག་དེ་ཡིན་ཅིག་ཅིག་ད་ད་ལྟ་གི་ཚོགས་འདུ་དེ་བརྒྱུད་ནས་ད་རྒྱ་ནག་གི་དཔལ་འབྱོར་གོང་འཕེལ་འགྲོ་ཡ་ལ་ཅི་རེ་བ་འདྲ་པོ་ཅིག་ག་ཚོད་ཙམ་བྱས་ཡོད་རེད་ད་ཞི་ཅིན་ཕིན་གྱིས་ཁོ་རང་གི་ད་ཆབ་སྲིད་བདེ་འཇགས་དེ་ག་དུས་ན་ཅིག་དཔལ་འབྱོར་གྱི་ལངས་ཕྱོགས་དང་ད་སྤྱི་ཚོགས་ཁྱོན་ཡོངས་ནས་སྒང་ལ་བཞག་གི་འདུག་ད་དེ་གིས་ཅིག་ཤུགས་རྐྱེན་ངན་པ་ག་འདྲ་འདྲ་ཅིག་ཐེབས་ཀྱི་ཡོད་རེད། རེད་ད་སྤྱིར་བཏང་བྱས་ན་ངས་དེ་གའི་ཤོད་བུ་ནག་ཤི་རེད་སྤྱིར་བཏང་འགྱུར་ལྡོག་ཆེན་པོ་དང་ད་རིང་གི་སྲིད་བྱུས་དེ་རྩ་བའི་ཐོག་ནས་བསྒྱུར་ཡ་ཡིན་ན་ཞེ་དྲག་ཁག་པོ་རེད་དེའི་སྐོར་ལ་ཡང་སྤེན་ཚེ་ཤར་མིན་ན་ཨ་མདོ་རྒྱ་ནག་ནང་ལོག་གི་ཆབ་སྲིད་རིག་པའི་སྐོར་ལ་ཡང་མཁས་པོ་ཡིན་ན་ལིའུ་ཅུན་ཉིན་ཟེར་ནས་སྐྱེས་ར་ཆེན་པོ་ཞིག་གྲགས་དེ་གཉེར་ཡང་རྒྱ་ནག་སྤྱི་ཚོགས་ཚན་རིག་ཁང་གིས་ཨེ་ནི་ཁོ་མཁས་པ་ཅིག་རེད། ཁོ་རང་གིས་ཉེ་དུས་ཡིན་ན་ཅིག་བཤད་སྲོལ་ཞིག་འདུག་དེ་ག་རེད་ཟེར་ན་ད་རྒྱ་ནག་གི་ད་ལྟའི་ཆབ་སྲིད་ཀྱི་ཨེ་གནས་སྟངས་དེ་ཡིན་ན་ད་ག་འདྲ་གད་སྙིགས་ཀྱི་དུས་ཚོད་ལ་སླེབས་ཡོད་རེད་ད་གད་སྙིགས་དུས་ཚོད་ཟེར་དེ་ག་རེ་སྐོར་རེད་ཟེར་ན་སྤྱིར་བཏང་བྱ་བའི་ནང་ད་སྤོ་ལོ་རྒྱབ་པའི་སྐབས་ལ་ཡང་སྤོ་ལོ་གཅིག་ཐབས་ཤོར་བྱུང་ཡང་ལ་ཡང་ད་ཕྱོགས་གཉིས་ཡོད་རེད་པ་ཕྱོགས་རུ་ཁག་གཅིག་ལ་ཡང་ཞི་བ་གཅིག་མ་གོ་ཨང་གི་ཐབས་ཨང་བཞམ་པ་དེ་ལ་ཡང་ད་ཁྱོད་ནི་རེ་བ་ཅན་མེད་པ་ཆགས་པའི་སྐབས་ལ་ཡང་ད་སྐར་མ་བཅུ་བཅུ་ལྷག་ཡིན་ན་ཉི་ཤུ་ལྷག་ཡིན་ན་དེའི་དུས་ཚོད་དེ་ལ་ཡང་སྤྱིར་བཏང་ཡིན་ན་ཨིན་ཇིའི་ནང་ལོགས་ལ་ཡང Garbage Time ཞེས་རྒྱ་གར་ནང་གླ་བྱེད་དུས་ཚོད་གཞན་ཞེས་བྱས་ད་གང་ལྟར་གད་སྙིགས་དུས་ཚོད་རེད་ད་དེའི་བར་དུ་ལ་གད་གྱོན་དུ་འགྲོ་ཐུབ་ཀྱི་མ་རེད་ཟེར་བར་བྱས་ཙང་རྒྱ་ནག་གི་ཆབ་སྲིད་ཀྱི་གནས་སྟངས་དེ་ད་རེས་གལ་སྲིད་ཡིན་ན་ད་གད་སྙིགས་དུས་ཚོད་ཅིག་བསླེབས་ཡོད་རེད། འདིའི་དོན་དག་རེད་གོ་དོན་ག་རེད་ཟེར་ན་སྤྱིར་བཏང་ཡིན་ན་ད་གང་ལྟར་གཅིག་ཞི་ཅིན་ཕིང་གི་འཁྲིད་སའི་ལམ་ཁར་འབྱོར་བ་འདིའི་སྒང་ལ་ཡང་ཕྱིན་བསྡད་པ་མ་གཏོགས་ཨ་ནི་འདི་ལ་ཡང་འགྱུར་ལྡོག་ཆེན་པོ་འདི་ཕྱིན་ཆད་ཡིན་ན་ད་ག་རང་ལ་ཡང་ད་སླར་གསོ་ཆེན་པོ་དང་ཨ་རྔན་མ་འདི་གཉལ་ལ་ཡང་ཏང་ཞའོ་ཕིང་བྱས་པ་ནང་བཞིན་བྱས་ཆད་འགྱུར་ལྡོག་ཆེན་པོ་ཞིག་ཡིན་ན་འགྲོ་ཡག་དེ་ཞི་རག་ཁག་པོ་རེད་ད་མཐའ་མ་ལྟད་མོ་ཡིན་ཞི་ཅིན་ཕིང་ཤི་གི་ཡོད་ནའི་ལས་དགོངས་པ་ཞུ་གི་ཡོད་ནའི་རེད་བྱས་ཆད་ཡིན་ན་མཐའ་མ་ད་རྒྱ་ནག་ལ་འགྱུར་ལྡོག་འགྲོ་གི་ལས་ཡིན་ནའི་ད་ལྟ་ལྷག་སྤྲོད་གི་དུས་ཚོད་འདི་ཡིན་ན་ད་ག་ད་སྤོ་ལོ་རྒྱབ་དུས་ཙམ་བར་ཐབས་ཤོར་ཡང་ཡག་གི་རེ་བ་ཅན་མེད་པའི་དུས་ཚོད་འདིར་སླེབས་ཆད་ཡིན་ན་ཕལ་ཆེན་ཡིན་ན་ཁག་པོ་རེད་འདི་འདས་སོང་ཙང་ད་རྒྱ་ནག་གི་ཆབ་སྲིད་ལ་རེ་བ་མེད་དུས་ཙམ་བར་ད་འདས་ཨ་ནི་ག་ད་ཚོགས་འདུ་འདི་ལས་འགྱུར་མདོ་དང་ཡག་གི་དང་ཨ་འབྲས་བུ་ཆེན་པོ་ཐོན་ཡག་གི་རོ་དེ་ཞེ་དྲག་ཆུ་འགྱུར་ཟིན་པོ་འདུག། ཀླད་སའི་ཚེ་དེ་ཧོང་ཆུ་ལ་ཐུག་ཆེ་ན། མཚམས་འདི་ནི་དེ་རིང་རེས་གཟའ་མིག་དམར་གཉིས་ཀྱི་ཀུན་གླེང་གསར་འགྱུར་གྱི་ལས་རིང་ཆ་ཚང་ཟིན་པོ་ཞུ་ཚར་བ་ཡིན་ང་ཚོ་ལས་རིང་དེ་དྲ་རྒྱའི་ཁ་བྱང www dot voa tibetan dot com དང་སྤྱི་ཚོགས་དྲ་རྒྱ་ངོས་དེབ་དང YouTube སྟེང་དུ་ཐད་གཏོང་བྱེད་ཡོད་པས་ལྷན་རྒྱས་ནས་གསན་གཟིགས་གནང་འཇོག་མ་ཉེས་པ་གནང་རོགས་ཐུག་ཆེ་ན།